བྱང་ཀོ་རི་ཡ་གཅིག་པུའི་ལྷན་དུ་མ་གཏོགས་རྒྱལ་ཁབ་གཞན་སུ་ཡང་མེད། རྒྱ་ནག་གི་ངོས་ནས་བྱང་ཀོ་རི་ཡ་ལ་དུས་དྲན་མཚོན་ཆའི་ལས་གཞི་གསོལ་སྟོན་དེའི་སྐབས་ཞིས་ཅིན་ཕིང་གིས་བཤད་རྒྱུ་བྱས་ན། རྒྱ་ནག་དང་བྱང་ཀོ་རི་ཡ། ལྷན་རྒྱས་ཁམས་བཟང། ཐོག་མ། འཛམ་གླིང་ཤེས་རྟོགས Tibet Global Insights ལ Subscribe གནང་རྒྱུའི་རེ་བ་ཞུ་རྒྱུ་ཡིན། ངས་གནས་ཚུལ་གལ་ཆེ་བ་ཁག་གི་གསར་འགོད་སྙན་ཐོ་ཁག་གཟའ་ཟླ་བ་ནས་པ་སངས་བར་བོད་སྐད་ཐོག་ཕབ་བསྒྱུར་ཞུས་ཏེ་ཉིན་རེར་རེ་རེ་ཕུལ་གྱི་ཡོད་པས། དེ་རིང་གི་གསར་འགོད་སྙན་ཐོ་དེ་ནི་ཞི་ཅིང་ཕིང་དང་ཀེམ་ཇོང་ཨུན། ཉེ་ཆར་བྱང་ཀོ་རི་ཡའི་ནང་ཐུག་འཕྲད་བྱས་ཏེ། ཁོང་ཚོས་ཉིན་གཉིས་རིང་གི་ཐུག་འཕྲད་དེ་མཇུག་བསྒྲིལ་བའི་སྐོར་སྦི་སྦི་སིས་གསར་འགོད་སྙན་ཐོ་ཞིག་བསྡུར་བས་གསར་འགོད་སྙན་ཐོ་དེ་ཡི་སྙིང་བསྡུས་ཤིག་དེ་རིང་གི་ལས་རིམ་དེའི་ནང་ཞུ་རྒྱུ་ཡིན་པས་ཚང་མས་གསན་རྒྱུ་སྤྲོ་བོ་ཡོང་བར་ཞུ། ད་ལྟའི་ཞི་ཅིང་པིང་གིས་བྱང་ཀོ་རི་ཡའི་ནང་ཕྱིན་ཏེ་ཐུག་འཕྲད་བྱས་པ་དེ་ནི། ཉིས་སྟོང་བཅུ་དགུའི་བྱེས་སུ་ཐེངས་དང་པོ་དེ་ཡིན་པ་དང། བྱེས་དུས་ལོ་དུས་ལྔའི་ལ་ཞི་ཅིན་ཕིན་མཐའ་མ་བྱང་ཀོ་རི་ཡའི་ལ་ཕྱིན་ཡོད་པ་དང། ཁ་ཙང་ཞི་ཅིན་ཕིན་བྱང་ཀོ་རི་ཡའི་ནང་སླེབས་པའི་དུས་སུ། དེའི་དམར་པོ་ཡང་ན Red Carpet བཏིང་བ་ལ་སོགས་བྱས་ཏེ། བྱང་ཀོ་རི་ཡའི་སྲིད་དབང་འགན་འཛིན་པ་ཀིམ་ཇོང་ཨུན་ཁོང་གིས། ཞི་ཅིན་ཕིང་ལ་ཕེབས་བསུ་གཟབ་རྒྱས་ཞུ་བ། ཡིན་ན་ཡང་ད་ལྟའི་ཁོ་ཚོས་ཐུག་འཕྲད་དེའི་རྗེས་སུ། དམིགས་བསལ་གྱི་ཁ་གསལ་ཡོད་པའི་གན་རྒྱ་ལ་སོགས་བཞག་ཐུབ་པའི་གྲུབ་འབྲས་ཐོན་པར་གནས་སྟངས་བྱུང་མེད་ཡིན་པ་དང། དེ་ནས་ཐུག་འཕྲད་དེ་ཡིས་ཆབ་སྲིད་དང་གཞུང་འབྲེལ་གྱི་མཚོན་དོན་ཡང་ན་བརྡ་ཞིག་གཏང་གི་ཡོད་པ་དེ་ནི། མངོན་གསལ་དོད་པོ་ཞིག་ཡིན་པ་རེད། ཐུག་འཕྲད་དེའི་སྐབས་སུ་ཀིམ་ཇོང་ཨུན་གྱིས་བཤད་སྟངས་བྱས་ན། ད་ལྟའི་ཞིས་ཅིན་ཕིང་གིས་རྒྱ་ནག་ནི་ཕྱིར་གཞུང་འབྲེལ་གྱི་འཚམས་གཟིགས་དང་པོ་དེ། ང་ཚོས་རྒྱལ་ས་པིཡོང་ཡཱང་ལ་ཕེབས་པ་དེ་ནི་རྒྱ་ནག་དང་བྱང་ཀོ་རི་ཡའི་བར་གྱི་འབྲེལ་བ་དེ་ལ་ལྗིད་ཁོག་ག་འདྲ་ཡོད་མེད་མཐོང་ཐུབ་ཀྱི་ཡོད་ཅེས་ཤོད་པ་དང། ཅི་བཏང་ཅེ་ན། ད་ལྟའི། ཐུག་འཕྲད་དེ་ཡི་དུས་སུ། བྱང་ཀོ་རི་ཡ་དང་ར་ཤི་ཡའི་བར་གྱི་འབྲེལ་བ་དེ་དམ་ཟབ་ཆགས་དང་ཆགས་མུས་ཡིན་པ་དང། རྒྱ་ནག་གིས་ཁོ་ཚོས་བྱང་ཀོ་རི་ཡ་ཐོག་ཤུགས་རྐྱེན་ཡང་ན Influence དེ་སྔར་ལྟར་མུ་མཐུད་ཡོང་རྒྱུའི་རེ་བ་བྱེད་ཀྱི་ཡོད་པ་དང། དེ་ནས། ཁ་སང་ཟླ་བ་དྲུག་པའི་ཚེས་བརྒྱད་གཟའ་ཟླ་བའི་ཉིན། མགོ་ཁྲིད་གཉིས་བར་གྱི་ཐུག་འཕྲད་དེའི་སྐབས་བྱང་ཀོ་རི་ཡའི་ཞི་ཅིན་ཕིང་དང་རྒྱ་ནག་གི་འགོ་ཁྲིད་ཚོར་སྦེན་ཀེར་ཡང་ན་གསོལ་སྟོན་ཞུ་བ་དང། གསོལ་སྟོན་དེའི་སྐབས་ཞི་ཅིན་ཕིང་གིས་བཤད་རྒྱུ་བྱས་ན། རྒྱ་ནག་དང་བྱང་ཀོ་རི་ཡ་དེ་ནི་རི་དང། རྒྱུག་ཆུས་མཐུད་ནས་བསྡད་ཡོད་པ་དང། ང་ཚོས་ཕུགས་ཀྱི་ལས་དབང་ནི་ཐུན་མོང་ཡིན་ཅེས་བཤད་པའི་ཤིན་ཧྭ་ནེའུ་སི་ཀེས་བཤད་པ་དེ་བྷི་བྷི་སི་གསར་འགོད་སྙན་ཐོ་ནང་བཀོད་ཡོད་པ། དེ་ནས་ཀེམ་ཇོང་ཨུན་གྱིས་དེ་མཚུངས་བཤད་པ་དང། ད་དུང་ཁ་སྣོན་བྱས་པར་བྱང་ཀོ་རེ་ཡིས་གྲོགས་པོས་འདུ་ཤེས་མུ་མཐུད་བཞག་རྒྱུ་དང། ད་དུང་ང་ཚོས་རྒྱ་ནག་གཅིག་གི་རྩ་དོན་ཡང་ན One China Principle ལ་རྒྱབ་སྐྱོར་བྱེད་རྒྱུ་དེ། བསྐྱར་དུ་གཏན་འཁེལ་བྱེད་རྒྱུ་ཡིན་ཅེས་བཤད་པ་དང། དེ་ནས་འགོ་ཁྲིད་གཉིས་ཀས་རྒྱ་ནག་དང་བྱང་ཀོ་རི་ཡའི་བར་གྱི་དམག་དོན་གྱི་གན་རྒྱ་དེ་ལོ་ངོ་དྲུག་ཅུ་རེ་ལྔ་འཁོར་བའི་རྟེན་འབྲེལ་ཞུས་པ་དང་དུས་མཉམ་སུ་གཞུང་འབྲེལ་ཐོག་ངོས་འཛིན་བྱས་པ་དང། རྒྱ་ནག་ལྟ་བུར་མཚོན་ན་ཁོ་ཚོས་དམག་དོན་གྱི་གན་རྒྱ་དེ་འདྲ་ཞིག་ནི་བྱང་ཀོ་རི་ཡ་གཅིག་པུའི་ལྷན་དུ་མ་གཏོགས་རྒྱལ་ཁབ་གཞན་སུ་ཡང་མཉམ་དུ་དམག་དོན་གྱི་གན་རྒྱ་དེ་འདྲ་མེད་ཡིན་པ་རེད། དེ་ནས་དོ་སྣང་བྱེད་དགོས་པའི་གནས་ཚུལ་གཅིག་ནི། ད་ལྟའི་ཐུག་འཕྲད་སྐབས་ཞི་ཅིང་ཕིང་གིས་ཀིམ་ཇོང་ཨུན་ལ་དུས་དྲན་མཚོན་ཆའི་སྐོར་སྐད་ཆ་གང་ཡང་བཤད་མེད་པ་དང་དེ་ནི་མང་པོས་ཀིམ་ཇོང་ཨུན་ལ་རྒྱལ་ཁ་ཞིག་ཏུ་ངོས་འཛིན་བྱེད་ཀྱི་ཡོད་པ་དང། སྤྱིར་བཤད་ན། རྒྱ་ནག་གི་ངོས་ནས་བྱང་ཀོ་རི་ཡ་ལ་དུས་དྲན་མཚོན་ཆའི་ལས་གཞི་མཚམས་འཇོག་དགོས་པའི་ཕྱིར་བསྒྲགས་བྱས་ཏེ་ཡང་ན Publicly བྱང་ཀོ་རེ་ལ་དེ་འདྲ་བཤད་རྒྱུ་དེ་མཚམས་འཇོག་བྱས་ཡོད་པ་དང། དེ་ནས་རྒྱ་ནག་དང་བྱང་ཀོ་རི་ཡའི་བར་གྱི་གནད་དོན་ཐོག་གནད་དོན་དབྱེ་ཞིབ་པ་ཁག་ཅིག་གིས་གསུང་སྟངས་བྱས་ན། ཁོང་ཚོས་ཐུག་འཕྲད་དེའི་སྐབས། སྔོན་བསུའི་དེ་བོ་མེད་པའི་རྩོད་རྙོག་ཁག་ཅིག་ང་ཚོས་མཐོང་ཐུབ་པར་བྱུང་ཡོད་ཅེས་བཤད་པ་དང། དེ་ནི་ཞི་ཅིན་ཕིང་གིས་སྤྱི་ཚོགས་རང་ལུགས་ལ་བརྟེན་ནས་རྒྱལ་ཁབ་གཉིས་ཀྱི་མ་འོངས་པར་མདུན་ལམ་ཡག་པོ་ཆགས་རྒྱུ་རེད་ཅེས་ཤོད་པ་དེ་ནི་རྒྱ་ནག་གི་ལྐོག་ནས་ཤི་རྒྱུ་ལ་བྱང་ཀོ་རི་ཡ་ཡིས་རྒྱ་ནག་ལ་དཔེ་བླངས་ཏེ་ཆབ་སྲིད་ཚོགས་པ་གཅིག་གི་འོག་འཛིན་སྐྱོང་བྱས་པ་དང་ད་དུང་དཔལ་འབྱོར་ཐོག་ཡར་རྒྱས་བཏང་བ། དེ་འདྲའི་ཆོས་གོ་བས་མཚོན་དོན་ལྐོག་ནས་མཚོན་གྱི་ཡོད་པར། གནད་བསྟུན་ཡེ་ཤེས་པ་ཁ་ཅིག་གིས་གསུང་བ་དང་ད་དུང་དེའི་ཐོག་ཁོ་ཚོས་གསུང་བར། བྱང་ཀོ་རི་ཡ་དེ་ནི་རྒྱ་ནག་ལ་དཔེ་བླངས་ཏེ་ཁོ་ཚོས་ལམ་ལུགས་ལྟར་མ་འགྲོ་བར། ད་ལྟའི་ཆར་མི་འཇིགས། སྲིད་དབང་སྒེར་འཛིན་གང་ཡོད་པ་དེ་ལ་རྒྱ་ནག་གི་ངོས་ནས་ཁྲིམས་དཔོན་མ་དགའ་བ་ཡོང་གི་ཡོད་པ་བཅས་ཤོད་པ་དང། མཐའ་མཇུག་དེ་ལ་ད་ལྟའི་ཐུག་འཕྲད་དེ་ཡིས་ཞིས་ཅིན་ཕིང་གིས་ཀིམ་ཇོང་ཨུན་ལ། བྱང་ཀོ་རི་ཡའི་གྲོགས་པོ་ངོ་མ་དེ་ནི་རྒྱ་ནག་ཡིན་པའི་ཡིན་མདོག་སྟོན་ཐུབ་པ་བྱུང་ཡོད་པ་དང། ད་དུང་ཀིམ་ཇོང་ཨུན་ལྟ་བུར་མཚོན་ན་ཁོང་ལ་གྲོགས་པོ་སྟོབས་ཤུགས་ཆེན་པོ་ཉེ་ཆར། Donald Trump དང Putin ལ་སོགས་རྒྱ་ནག་ལ་ཕེབས་པ་དང། ད་ཆ་ཞིས་ཅིན་པིང། ཀིམ་ཇོང་ཨུན་ཡོད་སར་སླེབས་པ། དེའི་བརྒྱུད། ཁོང་ལ་གྲོགས་པོ་སྟོབས་ཤུགས་ཆེན་པོ་ཞིག་ཡོད་པའི་ཡོ་རབ། འཛམ་གླིང་སྡིངས་ཆའི་ཐོག་སྟོན་ཐུབ་པ་བྱུང་ཡོད་ཅེས་གསར་འགོད་སྙན་ཐོ་དེ་སྙིང་བསྡུས་ཏེ་ད་གར་ཞུས་ཟིན་པ་ཡིན། དེ་རིང་གི་ལས་རིམ་དེ་ནས་མཇུག་སྒྲིལ་རྒྱུ་ཡིན། ང་ནི France ནང་གནས་སྡོད་བྱེད་པའི་བོད་རིགས་ཤིག་ཡིན། ངའི་མིང་ཡོན་ཏན་ཟེར་གྱི་ཡོད། གལ་ཏེ་ལས་རིམ་འདི་ཡག་པོ་འདུག་དགོངས་ན་ག་དག་ནོན་པ་དང། བརྒྱུད་སྐུར་བྱས་པ། གཞན་ཡང Subscribe གནང་རྒྱུ་མ་རྙེད་བ་གནང་རོགས་གནང། བཀའ་དྲིན་ཆེ། ལས་རིམ་རྗེས་མའི་ནང་མཇལ་ཡོང།